བཀྲ་ཤིས་ལྷུན་པོར། ཆོས་སྡེར་ཆིབས་བསྒྱུར་ཆེད་བཞུགས་སྒར་རྡ་རམ་ས་ལ་ནས་ཕེབས་ཐོན་མཛད། སྐབས་དེར་དགའ་དགའ་གནམ་ཐང་དུ་ས་རཱ་མཐོ་སློབ་ཀྱི་དགེ་ལས་སློབ་ཕྲུག་རྣམས་དང་ཉེ་འཁོར་ས་གནས་ཁག་ནས་སེར་སྐྱ་མང་པོ ྋགོང་ས་ཆེན་པོའི་ཕེབས་སྐྱེལ་ལ་བཅར་ཡོད། གཉིས་པ། ཕྱི་ལོ་ཉིས་སྟོང་ཉིས་བརྒྱ་ང་ཟླ་དང་པོའི་ཚེས་དགུ་ཉིན། ཕྱི་དྲོ་ས་རཱ་མཐོ་སློབ་ཀྱི་ཚོགས་ཁང་དུ་མཐོ་རིམ་རིག་གནས་སྐབས་ཉེར་བཞི་པའི་ཆེད་སྦྱོང་སློབ་མ་བསྟན་འཛིན་ཉི་མ་ལགས་ཀྱིས་དངོས་པོ་བདག་གཞན་གྱི་སྐོར་མཁས་པ་སྔ་ཕྱིའི་དྲན་ཚུལ་རགས་ཙམ་གླེང་བ་ཞེས་པའི་བརྗོད་གཞི་དང་མཐོ་རིམ་རིག་གནས་སྐབས་ཉེ་གཉིས་པའི་ཆེད་སྦྱོང་སློབ་མ་ཉི་མ་དོན་གྲུབ་ལགས་ཀྱིས་ཁྲེལ་འདུན་མེད་སྐོར་ཅུང་ཟད་དཔྱད་པ་ཞེས་པའི་བརྗོད་གཞི་མཐོ་རིམ་རིག་གནས་སྐབས་ཉེ་གཉིས་པའི་ཆེད་སྦྱོང་སློབ་མ་བསྟན་འཛིན་ལྷུན་གྲུབ་ལགས་ཀྱིས་ནད་ལས་ཀྱི་འགལ་བ་དང། ནི་རྗེའི་དགའ་སྟོན་བཅས་པ་ཞེས་པའི་བརྗོད་གཞི་བཅས་ཀྱི་སྟེང་ཞིབ་འཇུག་གཏམ་བཤད་གནང་ཡོད། གསུམ་པ། ཕྱི་ལོ་ཉིས་སྟོང་གཉིས་ཚ་ང་ཟླ་དང་པོའི་ཚེས་བཅོ་བདུན་ཉིན་བདུན་ཚ་གཉེས་ཡོན་ཅན་གྱི་ཉོ་སྦྱོང་འཛིན་གྲྭ་མཇུག་བསྡོམས་ཞུས་ཡོད། དེ་ཡང་ས་རཱ་མཐོ་སློབ་ཏུ་བོད་ཀྱི་སྐད་ཡིག་ལ་སློབ་གཉེར་བྱེད་མུས་ཕྱི་རྒྱལ་སློབ་ཕྲུག་རྣམས་ལ་དམིགས་ཏེ་ནང་བསྟན་སྲི་ཞུ་ཁང་དང་ས་རཱ་མཐོ་སློབ་ཟུང་འབྲེལ་གྱིས་མཐོ་སློབ་ཀྱི་དགེ་འོས་འཛིན་གྲྭའི་སློབ་མ་རྣམས་དང་སྐབས་ཉེར་བཞི་པའི་སློབ་མ་མང་དག་ཅིག་གིས་སྐད་ཡིག་ལམ་སྟོན་བྱས་པ་བརྒྱུད། བདུན་ཚར་གཉིས་རིང་ཉིན་རེ་ལ་ཆུ་ཚོད་གསུམ་རེའི་ཡུན་ཅན་གྱི་སྐད་ཡིག་མྱུར་སྦྱོང་འཛིན་གྲྭ་ཞིག་འཚོགས་ཏེ་སློབ་མ་རྣམས་ཀྱི་སྐད་ཡིག་ལ་ཡར་རྒྱས་ཕན་ཐོགས་ཆེན་པོ་བྱུང་ཡོད། ཉིན་ཐོག་ཉིན་གཙང་མ་ཟླ་དང་པོའི་ཚེས་བཅུ་བདུན། ཕྱི་དྲོ་ས་རཱ་མཐོ་སློབ་ཀྱི་ཚོགས་ཁང་དུ་སྐབས་ཉེ་ཉེས་པའི་ཆེད་སྦྱོང་སློབ་མ་བཙུན་མ་ཚེ་རིང་དབང་མོ་ལགས་ཀྱིས་མིང་གི་གནད་དོན་འགའ་ལ་དཔྱད་པ་ཞེས་པ་དང། སྐབས་ཉེ་ཉེས་པའི་ཆེད་སྦྱོང་སློབ་མ་ཚེ་བརྟན་དུ་མ་ལགས་ཀྱིས་ཁྱད་ཚིག་གི་འཕེལ་རིམ་དང་ཁྱད་ཚིག་གི་གོ་དོན། དབྱེ་བ་བཅས་ལག་རྩོམ་གླེང་བ་ཞེས་པའི་བརྗོད་གཞི། སྐབས་ཉེར་དྲུག་པའི་ཆེད་སྦྱོང་སློབ་མ་བསྟན་འཛིན་ཆོས་མཚོ་ལགས་ཀྱིས་སུམ་ཅུ་པའི་མཚན་མཐུན་ལ་སྐྱར་དུ་དཔྱད་པ་ཞེས་པའི་བརྗོད་གཞི། སྐབས་ཉེར་དྲུག་པའི་ཆེད་སྦྱོང་སློབ་མ་བསྟན་འཛིན་ཀུན་བཟང་ལགས་ཀྱིས། བོད་ཀྱི་སྐད་བརྡ་ཁྲོད་ནས་མ་དང་འབྲེལ་བའི་རིག་གནས་གླེང་བ་ཞེས་པའི་བརྗོད་གཞི་བཅས་ཀྱི་སྟེང་གཏམ་བཤད་གནང་ཡོད། ལྔ་པ། ཕྱི་ལོ་ཉིས་སྟོང་ཉིས་གཙང་ལ་ཟླ་དང་པོའི་ཚེས་ཉེར་གསར་བཞི་ཉིན་ཕྱི་དྲོ་ས་ལ་མཐོ་སློབ་ཀྱི་ཚོགས་ཁང་དུ་ཟུར་སྦྱོང་འཛིན་གྲྭའི་སློབ་མ་མི་ལི་སཱ་ནི་ཨ་རིའི་གནད་དོན་གྱི་མི་རིགས་ཀྱི་སྐོར་དང་ཟུར་སྦྱོང་སློབ་མ་འཇིགས་མེད་ལགས་ཀྱིས་རྡུལ་ཕྲན་གྱི་གོམས་གཤིས་ཞེས་པའི་བརྗོད་གཞིའི་སྟེང་གཏམ་བཤད་བྱས་པ་དང། ཟུར་སྦྱོང་སློབ་མ་བསྟན་འཛིན་བཀའ་བསྟན་ལགས་ཀྱིས་དྲི་བ་དྲིས་ལན་དང